ལོ་ཙཱ་བར་བཏགས་གོང་གོང་གི་ཤེར་ཕྱིན་མངོན་རྟོགས་རྒྱན་དེ་མ་བཀའ་ཁྲིད་དེ་འདྲས་གནང་ཡོང་དུས་གང་ལ་གས་ཚོད་ལོང་གི་སྟོན་པ་གཞུང་གི་ཆོས་གོས་སེར་པོ་དེ་འདྲས་གོན་གིན་སྟོང་ཕྲག་ཁྲི་ཕྲག་མང་པོ་ཆོས་ཉན་གིན་ཡོད་ས་ཧང་སང་ཡང་ད་གས་པ་ཆེན་པོ་རེད་ཤེར་ཕྱིན་ལ་འོང་གོང་གི་དེ་འདྲས་བཀའ་ཁྲིད་གནང་ཡོང་དུས་གང་དེ་ནི་མི་ཚོས་འདི་སུ་དེ་འདྲས་སྐད་གྲགས་རེ་ཆགས་སོང་སྟེ།

འོ་དེ་འདྲའི་མང་པོ་ཁྱོད་མཚུངས་འདུག་གམ། དེ་ནི་འདུག་ད་དེ་འོ་ད་དེ་བ་སྔོ་ཐིང་ཐིང་རེད་ཕ་གིའི་ཕ་གི་སྲས་དེ་འོ་གཏན་འདི་ཕ་གི་ཡུལ་ཕག་སྒྲོན་ཏག་ཏག་གོར་ཕ་གི་བྱེད་གི་ཟིག་དུ་བ། འོ་དེ་འདྲའི་སྐད་གྲགས་ཆེན་པོ་རེད་སྔོ་ལོ་ཙཱ་བ་བློ་ལྡན་ཤེས་རབ་ཀྱིས། དེ་ནི་སྔོ་ལོ་ཙཱ་བ་བློ་ལྡན་ཤེས་རབ་ཀྱིས་བསྟན་བཅོས་དེ་འདྲའི་བསྒྱུར་སོང་བ་རེད། བསྟན་བཅོས་ཀྱི་བསྒྱུར་ནི Sanskrit དེ་ཕ་གིའི་དེ Original དེ་ཡོད་རེད་དེ་བོད་སྐད་ལ་ཚུར་བསྒྱུར་ཡོང་དུས་གང་ན། མདོ་མདོ་སྡེ་རྒྱན་ཡིན་ན་ཅིག་བསྒྱུར་བ་རེད་ཟིག་འདུག་དེ་མདོ་སྡེ་རྒྱན།

མདོ་འདི་བཞིན་ཏེ། དེའི་རྒྱུ་ནི་བ་གི་ནང་ལ་དགའ་ཞིང་གཅིག་དང་ཚིག་གཅིག་རེད་དོ། ཚིག་གཅིག་ཤོ་ལོ་ཀ་དེ་འདྲའི་རྐང་པ་གཅིག་ནང་ལ་རཀྟ་རཀྟ་རཀྟ་རཀྟ་སིང་གི་ཞེས་ཚིག་གཅིག་ཡོད་དེ Sanskrit ནང་ལ་དེ་རཀྟ་ཟེར་ཏེ་ཁྲག་སིང་གི་དོན་དག་དེ་རེད། འོ་དེ་འདྲའི་གི་རྒྱུ་ཡ་དེ་བས་རཀྟ་རཀྟ་རཀྟ་ཟེར་ཚིག་གོང་ནས་ཚིག་གཅིག་རང་ཤི་ང་ཞིག་དེ་རི་པིར་བྱས་བཞག། དེ་སྒོ་ཐོམ་མདོ་སྟེ། ལོ་ཙཱ་བ་ལོ་འདས་ཤི་རབས། ཨ་མཁྱེན་རྩ་དེ་ལྟར་ཚིག་དེ་འདྲ་ག་རེ་གཅིག་ནང་བཞིན་འདུག་ག་རེ་ཡིན་ན་བསམ་དོ། ཨོ། འདི་དེ་ནི་ལམ་སང་ཁོང་གིས་མཁྱེན་རྩ་བ་བཙོང་ནས་དེ་གཅིག་གཅིག་ན Original དེ་ནོར་མེད་འགྲོ་བསམ་བསམ་རེ་བྱས་དེ་འདྲ་བཤད་འདུག་བ། དེ་ནི་བེ་རུ་ཙཱ་ནག་གི་བསྒྱུར་བཤད་པ་དེ་དེ་ནི་བ་ནི་སོ་སྔོ་ནས་གཅིག་བཏགས་བཤད་འདུག་གམ། བེ་རུ་ཙཱ་ནག་གིས་ག་འདྲའི་བསྒྱུར་རེད་རེད་རག་ལྟ་རག་ལྟ་རག་ལྟ་ཟེར་ནས་གསུམ་བཞི་བསྒྱུར་བས། དུས་འདས་པ་མ་འོངས་པ་ད་ལྟ་བ་ཀུན་གཟིགས་ལ་འགྱུར་བྱ་བ་སྟག་སྟག་གོ་ར་ཚིག་གཅིག་ཡིན་པ་ལ་དུས་འདས་མ་འོངས་ད་ལྟ་བ་དེ་འདྲིལ་གྱི་ཚིག་ལ་བར་འགྱུར་ནི་བར་འགྱུར་བྱ་དུས་གང། ལོ་ཙཱ་བ་བློ་ལྡན་ཤེས་རབ་ཆོས་དང་ཧང་སངས་ནས་ད་ག་རང་ཁོང་གི་ང་རྒྱལ་ཐམས་ཅད་དེ་ཆགས་སོང། བེ་རོ་ཙཱ་ན་ཟེར་ལས་སླ་བོ་རེད་མི་འདུག་བེ་རོ་ཙཱ་ན་ནམ་མཁའི་མཐའ་དང་མཉམ་དཀར་ཕྱོགས་ཤངས་སུ། དཀར་ཕྱོགས་ཤངས་སུ། ཉི་མ་ཟླ་བ་འདྲ། རིན་ཆེན་བཟང་པོ་ཐོ་རངས་སྐར་ཆེན་འདྲ། རིན་ཆེན་བཟང་པོ་ཐོ་རངས་སྐར་ཆེན་འདྲ་ཁོ་བོ་ཅག་ནི་སྲིན་བུ་མེ་ལྕེ་བཞིན་གསུངས་པར་བརྟེན། འདི་ཁོང་གིས་གསུངས་པ་རེད་ལོ་ཙཱ་བ་བློ་ལྡན་ཤེས་རབ་ཀྱིས། བེ་རུ་ཙཱ་ནག་གི་ཁྱིམ་པ་དེ་ག་འདྲའི་དུ་ཟེར་བེ་རུ་ཙཱ་ནག་ནམ་མཁའི་མཐའ་དང་མཉམ། བེ་རུ་ཙཱ་ནག་གི་ཁྱིམ་པ་དེ་ནམ་མཁའ་ནང་བཞིན་རེད་ཤག་ཟེར་རྒྱ་ཆེན་པོ། དེ་ནི་བེ་རུ་ཙཱ་ནས་བྱས་ལ་ཀ་བ་པད་བརྩེགས་དང་ཅོག་རོ་ཀླུ་ཡིས་རྒྱ་མཚན་ཞང་ཡིས་ཤེས་དེ་ཟེར་ཀ་ཅོག་ཞང་གསུམ་ཡོད་རེད་བ། ལྟ་སྤྱོད་བྱང་གསུམ་དེ་ག་རེ་ཉི་མ་ཟླ་བ་འདྲ་ཟེར་ཉི་མ་དང་ཟླ་བ་དེ་ཚོ་གཅིག་ཉི་མ་ཡན་ནི་མ་ཤར་ཡོང་དུས་གང་ལ་གླིང་གཅིག་གཉིས་ལ་བ་ཉི་མ་པོ་ར་ཁྱབ་འགྲོ་གུར་བ། གླིང་གཅིག་གཉིས་ང་ཚོ་གླིང་བཞི་གླིང་ཕྲན་བརྒྱད་སུ་ཡོད་ར་བ། གླིང་གཅིག་ལ་ཉི་མ་ཤར་དུས་གང་ལ་གླིང་གཞན་དག་དེ་ལ་ཡང་ཉི་མ་ཤར་གི་མ་རེད་དེ་ཟླ་དེ་ཉི་མ་ཤར་མི་འདུག་བ། ལྷོ་འཛམ་བུ་གླིང་ལ་ཉི་མ་ཡོད་བ་མ་རེད་ནུབ་བ་ལང་ཆོས་ལ་ཉི་མ་ཤར་ཡོད་ར་བ་གི་ཨ་མི་རི་ཀ་ལ་དེ་ཟླ་དེང་སང་ཉི་མ་དང་ཟླ་བ་དེ་ཚོ་ག་ཚོད་སྟོབས་ཆེ་ནས་གླིང་གཅིག་གཉིས་གཅིག་མ་གཏོགས་ཁྱབ་འདུག་གླིང་བཞི་གང་ལ་ཁྱབ་ཐུབ་མི་འདུག་བ། བོན་བཙོན་ན་ནམ་མཁའི་མཐའ་དང་མཉམ། བཀའ་ཆོས་ཞང་སོགས་ཉི་མ་ཟླ་བ་འདྲ། ཁོང་གི་མཁྱེན་པ་དེ་དགའ་བསུ། གླིང་གཅིག་གཉིས་ལ་བག་ཁྱབ་ཐུབ་མཁན། དེ་ནི་ལོ་ཙཱ་བ་རིན་ཆེན་བཟང་པོ་དེ་དེའི་གི་ལོ་ཙཱ་བ་རེད་གར་ས་ཨ་ཏི་ཤ་ཆོས་སྡེ་ཕམ་ཨ་ཏི་ཤ་སྡེ་ཕམ་ཀ་ར་གི་གསུང་བསྒྱུར་རེད། བེ་རི་དེ། ལོ་ཙཱ་བ་རིན་ཆེན་བཟང་པོ་དེ། ལོ། ལོ་ཙཱ་བ་རིན་ཆེན་བཟང་པོའི་སྐྱེ་འབའ་དེ་དགའ་འདྲའི་དོགས་སུ་མེད་ཐོ་རངས་དཀར་ཆེན་འདྲ་གསུངས། ཐོ་རངས་ཞོགས་པའི་རྔ་བོ་ལ་འདུས་བ་ལས་སྐར་མ་གཅིག་རང་གཅིག་མཐོང་མི་འདོད་གྲ་ལེ་མེད་ཅིག། བ་ཐག་རིང་པོ་མང་པོ་ལ་ཁྱབ་གི་ཡོད་པར་ཁོ་རང་གཅིག་པུ་གསལ་འདུག་གི་ལ་སྐར་མ་གཞན་དག་ལས་སྟོབས་ཆེ་བ་རེད་འདུག་ག། འོ་དེ་འདྲས་རེད། དེ་ནི་ཁོ་བོ་ཅག་ནི་ཟེར་བ་ངའི་གི་ངའི་རིག་པ་དེ་ག་འདྲས་སྲིན་བུ་མེ་སྐྱེར་བཞིན། སྲིན་བུ་མེ་སྐྱེར་ཧ་གོ་རུ་བ། འཇུག་འཇུག་ནུས་སྲིན་བུ་རེད five flies། ཁོ་རང་གི་རྐུབ་སྟེགས་ལ་མེ་མ་ཆིམ་ཆིམ་ཆིམ་བར་བྱེད་པ་རེད། ཨོ་དེ་ག་ཟེར་བྱས་ཁོ་རང་རྐུབ་སྟེགས་གཅིག་པོ་བསད་ཐུབ་ཀི་རེད་བྱས་ད་གཟུགས་པོ་ཡང་བསད་ཐུབ་མ་རེད། ཨོ་བསྟན་ས་ཁོ་བོ་ཅག་ནི་སྲིན་བུ་མེ་རྒྱལ་བཞིན་རླབས་ཆེ་དེ་ནི་པེ་རུ་ཙོ་ན་ལ་ཅིག་བསྟོད་བསྔགས་ཅིག་ཕུལ་ཡོང་དུས་གང། འདི། བསྐྱུར་ཡོང་དུས་གང་འདི་ལ་ཅིག་གཟིགས་ཡོང་དུས་གང་དེ་ནི་པེ་རུ་ཙོ་ན་དེ་ནི་ཕྲག་དོག་ངར་སྐྱེལ་བྱས་བྱུང་མ་སོང་ངར་སྐྱེལ་ཚང་མ་ཆགས་སོང། ཨོ་དེ་འགྲིག་གི་མཁས་པ་ཆེན་པོ་རེད་བལྟས། ལོ་ཙཱ་བ་བློ་འདས་ཤེས་རབ།